ཏུ་ཞི་བྱེད་སྤྱོད་པོའི་ཐབས་མི་མངའ་མཚུངས་ལ་མ་ནོར་དགའ་སྤྱོད་ཀྱི་ཐུན་མོང་མོས་པ་སྟེ་ཡོངས་བཟུང་སྙིང་ཐིག་གསང་དགའ་སྤྱོད་ཀྱི་དན་རྟོགས་འདི་ཡིན་ཏེ་ད་ཁྱད་ཆོས་དེ་དང་ལྡན་པ་ཅན་གྱི་རེ་ཟུང་ལ་ཚེ་བསྐྱེད་ཀྱི་སྟེང་དུ་ལུས་བསྐྱེད་ཀྱི་སྟེང་དུ་སངས་རྒྱས་ཐོབ་པ་ཞེས་པའི་ཆོས་ཀྱི་རེ་ཟུང་རེད། དེའི་ཆོས་དེ་ཚུལ་བཞིན་དུ་སྒྲུབ་པ་ཞིག་དོན་གྱིས་ཡོད་ན། སྒྲུབ་པར་འདོད་པའི་གང་ཟག་དང་སྒྲུབ་དགོས་པའི་སྐལ་བ་དང་ལྡན་པའི་གང་ཟག་ཅིག་ཡོད་ན། དེ་སྒྲུབ་པར་བྱེད་པའི་སྔ་རོལ་ན་མེད་དུ་མི་རུང་བ་ཅན་ཅིག་གིས་ད་སྔས་འགྲོ་འདི་དགོས་ཀྱི་འདུག་གསུངས་པར་སྔས་འགྲོ་འདི་སྔས་དུ་མ་གསུངས་ན། ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཐོབ་པར་བྱེད་པའི་མན་ངག་སྙིང་ཐིག་གི་ཆོས་དེ་ཨེ་ནི་ཉམས་སུ་ལེན་ཐབས་མི་འདུག་གསུངས་པ་དེ་ཡིན་དུ་བཅག་ནས་དེ་ཉམས་སུ་ལེན་པའི་གེགས་ད་གར་སེལ་དགོས་རེད། ཁྱད་ཆོས་མེད་དུ་མི་རུང་བ་འདྲ་བོ་དེང་གི་ཐུན་མོང་གི་དེ་སྙན་རྒྱུད། སྔས་འགྲོ་འདི་ཡིན་གསུངས་པ་ཅིག་དེ་རེད་ལངས་ཀྱི་སྔས་འགྲོ་གསུངས་རེད། དེ་སྔས་འགྲོ་དེ་ལ་ད་ཕ་ཡིས་དགག་པ་ན་ཐུན་མོང་ཕྱི་གི་སྔས་འགྲོ་དང་ཐུན་མོན་ནང་གི་སྔས་འགྲོ་ཟེར་སྔས་འགྲོ་རྣམ་པ་གཉིས་ཡོད་རེད། ད་དེ་ནང་ཐོན་ཅིག་འུ་ས་སྐྱའི་སྐབས་སུ་སླེབས་ཀྱི་འདུག་དེ་དུས་སྐབས་སུ་ཞུ་རྒྱུ་བྱས། ཐུན་མོང་ཕྱིའི་སྔས་འགྲོ། ཀྱི་སྙན་སྒྲོག་དང་ཐོག་མའི་ནང་གི་སྙན་སྒྲོག་འདི་གཉིས་རེད་འདུག་གསུངས་རེད་དེ་རྣམ་པ་གཉིས་པོ་དེ་རྟོགས་ན། ད་སྙན་སྒྲོག་ཆ་ཚང་བ་དེ་རྟོགས་ཚར་བ་རེད། དེ་སྙན་སྒྲོག་དེ་མཐར་མཐར་ཕྱིན་པ་དེ་བྱང་ཚར་སོང་ན། ད་རྫོགས་པར་བྱིང་འབུད་ཀྱི་མཁའ་འདྲ་བོ་དང་ཡང་སོང་སྙིང་ཐིག་གི་མན་ངག་གི་སྡེ་གི་མཁའ་འདྲ་བོ་ཅིག་བཞེངས་དགོས་བསམ་ན། དེ་ནི་གར་གྱི་མཁར་གྱི་སྐར་ཆ་འདྲ་བོ་དེ་བཞག་ཚར་བ་ཅན་གྱི་ཡིན་དུས་དེ་སྙན་སྒྲོག་གི་དན་རྟགས་འདྲ་བོ་དེ་ཐུན་མོང་ཕྱི་གི་སྙན་སྒྲོག་དང་ཐུན་མོང་མིན་པ་ནང་གི་སྙན་སྒྲོག་རྣམ་པ་གཉིས་ཀྱི་དེ་ནི་ངན་འགྲོ་རྩ་ནི་མ་རེག་ངན་འགྲོ་དང། དེ་ནི་དངོས་གཞི་རྣམ་པ་གཉིས་ཀྱི་ནང་ཆོས་དངོས་གཞི་རེ་བདམས་པའི་ཆ་ལག། དེ་ནི་དངོས་གཞི་འདི་འཕོ་བ་སངས་རྒྱ་རྒྱུ་ཅན་སྐད་དེ་ཆོས་ངན་འགྲོ་དང་དངོས་གཞི་གཉིས་ཀྱི་ནང་ནས་དངོས་གཞི་རེ་མ་གཏོགས་སྤྱོད་དགོས་ཀྱི་ངན་འགྲོ་གི་ཆོས་མ་རེག། ཡིན་ན་ཡང་ཧ་ལས་པའི་གི་ད་གར་ཟེར་དགོས་རེད། ཚད་ཐུབ་འདིས་བསྟན་དོན་ལ། སྒྲིབ་པ་ཐམས་ཅད་ཡོངས་སུ་སྦྱོང་ནས་སངས་རྒྱས་ཀྱི་སར་བགྲོད་པར་འདོད་ན་རྫོགས་པ་ཆེན་པོ་འདི་འགྲིག་གི་བཀའ་ཆོས་དེ་གི་སྟེང་དུ་བརྟེན་དགོས་ཀྱི་ཡོད་རེད། ཚེ་སྐྱེས་ལུས་སྐྱེས་ཀྱི་སྟེང་དུ་སྡིག་སྒྲིབ་མཐའ་དག་ཡོངས། སྡིག་སྒྲིབ་མཐའ་དག་ཡོངས་སུ་སྦྱོང་མ་ནུས་ཤིང་སྡིག་སྒྲིབ་མཐའ་དག་ཡོངས་སུ་སྤྱོད་མ་ཚར་རིགས་ཀྱི་མདོ། དག་པའི་ཞིང་ཁམས་བདེ་བ་ཅན་ལ་སོགས་པ་ལོངས་སྐུའི་ཞིང་ཁམས་དང་ཅི་གཞན་ལ་འགྲོ་ཐག་ཚར་ནས་མིན་ན་ཡང་ལོངས་སྐུའི་ཞིང་ཁམས་བདེ་བ་ཅན་ཡིན་སངས་རྒྱ་རྒྱུ་ཅན་གྱི་ཞིང་ཁམས་དུ་ན་ལ་འགྲོ་འདོད་ན་ད་ཉལ་ལངས་འཕོ་བ་འདི་ལ་མ་བརྟེན་པ་དེ་དེར་འགྲོ་བཞིན་སྤྱོད་པའི་ཐབས། མོ་བདག་གིས་ཡོད་པའི་ནང་ནས་དེ་ཐུན་མོང་མིན་པའི་གི་ད་ཐབས་ནང་དང་གཅིག་མཆོག་ཏུ་གྱུར་པ་དེ་ཉེ་ལམ་ཕོ་བ་འདི་རེད་གསུངས་པ་རེད། དེ་ཡིན་པའི་རྒྱུ་མཚན་གྱིས་ད་འདི་ཧ་ཅང་གི་གལ་ཆེ་བའི་རྒྱུ་མཚན་གྱིས་སྔས་འགྲོ་ཐུན་མོང་ཕྱི་དང་ཐུན་མིན་ནང་གི་སྔས་འགྲོ་གཉིས་བག་ཚར། དངོས་གཞི་གི་ད་རྫོགས་པ་ཆེན་པོའི་གི་དན་ལ་མ་འཇུག་པའི་གི་བར་དུ་ན་ལ་དེ་ཉེ་ལམ་ཕོ་བ་འདི་རྩོད་རྒྱག་རྒྱུ་ཅན་དེ་ད་བོད་ཀྱི་བླ་མ་ཐང་ཅིག་གི་ཐུན་མོང་མིན་པའི་གར་སེ་གུ་རེད་ཁྱད་ཆོས་ཟེར་ན་འགྲིག་གི་ཡོད་རེད་ད་ས་ཤ། བཀའ་བརྒྱུད་རྙིང་མ་ཡོངས་སུ་རྫོགས་པ་ཐམས་ཅད་ཀྱི་སྔས་འགྲོ་སྟེ་འཕགས་ཚ་དངོས་གཞི་ལ་མ་འཇུག་གི་བར་དུ་ན་ལ་འཕོ་བའི་མྱ་ངན་དང་འཕོ་བའི་གཞོམ་པ་འདི་གདམས་ངག་གཞོམ་པ་འདི་དེ་ནི་ངེད་རྩོད་རྒྱག་རྒྱུ་ཅན་དེ་ལུགས་སོགས་རེད། མ་གཏོགས་བརྒྱུད་པས་འཕོ་བ་ཁོ་རང་གར་ཟེར་དགོས་ར་སྔས་འགྲོ་གི་ཆོས་ཡིན་པའི་རྒྱུ་མཚན་མ་རེད། དེ་ཡིན་དུ་དམ་འབུལ་གྱི་ཆ་ལག་ཡིན་གསུངས་ཏེ་དམ་འབུལ་ཆ་ལག་ཟེར་ཏེ། སྔས་འགྲོ་སྔས་དུ་འགྲོ་ཚར་མཐའ་བཞིན་ཚར་བའི་དངུལ་སྐྱེས་ལ་མ་འཇུག་པའི་སྐབས་སུ་ཧ་ལས་པའི་གི་ཁྱིའི་ཚེ་ཤི་མི་དགེ་བ་སྡུག་གི་ཤན་དེ་དག་དང་བཅས་ལ་ད་ལྟ་མི་སླེབ་པའི་གི་ངེས་པར་མེད་པ་ཅན་གྱིས། སླེབ་དགོས་ཀྱི་གཅིག་གྲ་སྒྲིག་འདྲ་པོ་དང་སོང་ན་འདྲ་པོ་རྩ་ནས་མེ་ཡི་བཞིན་དུ་མཐའ་རྒྱག་དགོས་ཀྱི་གཅིག་སླེབ་སོང་ན་གློ་བུར་དུ་སླེབ་ཚར་ན་སྐབས་དེ་དུས་ག་རེ་བྱེད་ག་ཟེར་དུས་རྩ་ནས་དེ་ནས་བཀའ་དེ་དུས་ད་ཧ་ཀྱང་གི་ཉེ་བར་འཁོར་བ་དང་ཧ་ཀྱང་གི་དགའ་བྱེད་པའི་གི་དན་རྟགས་ཅན་གྱི་ཨེ་འཕོ་བ་ཉེ་ལམ་འཕོ་བ་འདི་ཡིན་པའི་རྒྱུ་མཚན་གྱིས་ཨེ་བླ་མ་རྣམས་ཀྱིས་ཞག་སོགས་བྱས་ནས་སྔས་འགྲོ་ཚངས་སྔས་འགྲོགས་ཚར་པའི་གི་མཚམས་དངོས་གཞིར་མ་འཇུག་པའི་གི་བར་དུ་ན་ལ་དེ་རྩོད་རྒྱག་པའི་གི་ལུགས་སོགས་ཡོད་པ་ཡིན་དུས། དེའི་ལུགས་སོགས་དེ་དང་མཐུན་པ་ཞིག་ནི་ཨ་བྷི་པར་ཏུ་ཁོང་གིས་ད་འདི་བཤད་ཀྱི་ཡིན་གསུངས་རེད་ད་བརྗོད་བྱ་དན་རྟགས་དེ་རེད། མགོ་ནས་ཞོགས་པ་དང་དུམ་པ་འཛོག་མཁན་ཚར་གྱི་ཡོད་རེད། བརྗོད་བྱ་ཐམས་ཅད་ཚུར་བསྡུས་ཡོང་ན་ག་རེ་བསྟན་གྱི་ཡོད་རེད་ཟེར་ན་གཞང་འདེབས་ཀྱི་ཐུན་མོང་ཞིག་གི་སྔན་དྲོ་བཤད་ཀྱི་རེད་ཐུན་མིན་ནང་གི་སྔན་དྲོ་བཤད་ཀྱི་རེད་ཉེ་ལམ་ཕུར་བ་བསྟན་གྱི་རེད། བསྡུས་དགོས་པ་ནི་དན་ཐོག་འདུག་འདུག་དེ་གསུངས་རང་རེད། དེ་གསུངས་གི་དན་ཐོག་དེ་ཁོང་གི་བཤད་སྟངས་ག་འདྲ་ཞིག་ནས་བཤད་ཀྱི་ཡིན་ཟེར་ན་ས་ལ་གོ་བདེ་དན་གཟབ་མེད་དུ་བྱུང་གསུངས་པ་རེད་འོ་དེ་རེད་ད་ཁྱད་ཆོས་དུ་མ་དང་ལྡན་པ་ཅན། དེས་གསང་གི་དན་རྟགས་དེ་གསལ་པོ་ཞིག་ནས་བསྟན་གྱི་ཡིན་གསུངས་ཐུན་མོང་ཕྱི་གི་སྔན་འགྲོ་ཐུན་མིན་ནང་གི་སྔན་འགྲོ་ཉེ་ལམ་འཕོ་བ་བསྡམས་པ་དེ་དེས་གསང་གི་དན་རྟགས་དེ་གསལ་པོ་ཞིག་ནས་བསྟན་གྱི་ཡིན་གསུངས་པ་རེད། གསལ་པོ་ཞིག་ནས་བསྟན་སྟངས་དེ་ལངས་རྟོགས་རིག་པས་ཡོངས་སུ་བརྒྱན་ཡིན་ཞིང་གོ་དཀའ་བའི་ཚུལ་དུ་བྱས་ཏེ་ཐ་མལ་པའི་གང་ཟག་ཐམས་ཅད་གོ་མི་དགོས་པ་དེ་འདྲའི་མ་ཡིན་པའི་ཁྱད་ཆོས་དེ་གོ་བདེ་བའི་ཁྱད་ཆོས་དུ་བདེན་པ་བྱས་ནས་བཤད་ཀྱི་ཡིན་གསུངས་ཏེ་ཁོང་གི་འཇིག་རྟེན་ཕ་སྐད་ཐོག་ནས་བཤད་པ་རང་རེད། འཇིག་རྟེན་ང་རང་ཚོ་གི་དུས་ནག་རྒྱུན་ལ་སྦྲག་སྲིད་ག་རེ་བེད་སྤྱོད་གཏོང་དགོས་འདུག་སྐད་དོ་བརྡ་དང་ཐ་སྙད་ག་རེ་བེད་སྤྱོད་གཏོང་དགོས་འདུག་དེ་རང་ཁོང་གིས་བེད་སྤྱོད་དེ་གཏོང་ནས། དན་རྟགས་ཐུན་མོང་ཕྱི་ཡི་ངན་འགྲོ་ཐུ་མེད་ནང་གི་ངན་འགྲོ་གཉན་ལ་འཕོ་བ་གསུམ་པོ་དེ་འཇིག་རྟེན་བོད་ཀྱི་ཐུན་མོང་གི་སྦྲག་སྲིད་བརྡ་ཐ་སྙད་དེས་ལངས་ནས་དེ་ནི་གསལ་པོ་ཞིག་ནས་བསྟན་གྱི་ཡོད་འདུག་གོ་བདེ་བའི་ཁྱད་ཆོས་དུ་ལྡན་པ་ཅིག་ཡིན་སོང་ར། གདན་གསུམ་པོ་སྟེ་གསར་བུ་ཞེས་པའི་ཀྱི་ཁྱད་ཆོས་དུ་སྐྱེ། གོ་བདེ་བིག་གི་སྒོ་ནས་གསར་བུ་ཞེས་པ་སྟེ་གསར་བུ་བཞི་ཚུགས་ཏེ་གོ་བདེ་བིག་གི་ཁྱད་ཆོས་དུ་ལྡན་པ་དང་གཉིས། གོ་བདེ་དགའ་བོ་ཀྱི་ངོ་དེ་ནི་དན་དང་གོ་རྒྱུ་ཅན་གྱི་དན་སྟེ་ཧར་ཅང་གི་ཟབ་མོ་སྟེ། ཟབ་མོ་སྨད་དུ་ཞུགས་ཆུ་བོའི་བརྒྱད་ཁྲི་བཞི་སྟོང་མཐའ་དག་པོ་ཀྱི་དན་སྙིང་ཡོངས་སུ་རྫོགས་པར་འདུས་དགའ་བོའི་ཚུལ་དུ་བཤད་དེ་དན་ཟབ་མོ། ད་འདིའི་གོང་དུ་ལ། བསྟན་པ་ཆོས་སྐུ་གི་རྒྱལ་བ་ཐམས་ཅད་ལ་བསྟན་རྒྱུ་མེད་ལ་ལོངས་སྐུ་རྒྱལ་བ་ཐམས་ཅད་ལ་མེད་སྤྲུལ་སྐུ་རྒྱལ་བ་ཐམས་ཅད་ལ་ག་ལ་ཡོད་དེ་བསྟན་པ་སྐུ་གསུམ་གྱི་དན་ཏོག་བསྟན་བྱ་སྤྱོད་པོད་ཀྱི་ཆོས་མཐའ་དག་དེ་ཡང་ད་འདི་ནོར་མཚུངས་བསྡད་ཡོད་པ་ཡིན་དུས་རྨད་དུ་བྱུང་བ་ཅན་གྱི་མཚུངས་གསུངས་དུས་གདན་ས་བའི་ཁྱད་ཆོས་གོ་བདེ་བའི་ཁྱད་ཆོས་དན་ཟབ་མོ་ཡིན་པའི་ཁྱད་ཆོས་དེ་འོ་ད་དེ་ཁྱད་ཆོས་གསུང་དུ་ལྡན་པ་གཅིག་གི་སྒོ་ནས་དེ་གོང་གི་དགོངས་དེ་ཙམ་གྱིས་ཡིན་གསུངས་རེད། དེ་གོང་གི་རྩམ་པ་དེ་དག་འདི་འདྲའི་བྱས་ནས་ཁྱད་ཆོས་གསུང་དོན་འགལ་ཏེ་དན་རྟགས་གསུམ་པོ་དེ་གསལ་བར་བྱེད་པ་ལ་ཁྱད་ཆོས་གསུང་དོན་དགོས་ན་གསལ་བ་དེ་དཔར་སྐྲུ་ཁྱེད་རང་ག་འདྲའི་ཞིག་ནས་བྱེད་ཐུབ་གི་འདུག་ཟེར་ནས། ད་ཁྱེད་ཧོན་སི་ཅེས་བརྗོད་འོང་དུ་ཀོ་ལ། གཞན་གྱི་ས་མ་ནུས་པ་དེ་ངས་བསྲེས་པོ་བྱེད་ཀྱི་ཡིན་གཞན་གྱི་གོས་མི་བདེ་བ་ཐམས་ཅད་ངས་བདེ་པོ་བྱེད་ཀྱི་ཡིན་གཞན་གྱི་ཟ་གནས་དན་ཟབ་མོ་ཐམས་ཅད་དེ་ངས་བསྲེས་པོ་བྱས་ནས་བསྟན་གྱི་ཡིན་ཟེར་ཡོང་དུས་ད་བར་དུ་ཁྱེད་རང་གཅིག་བལྟས་མ་ཟད་གཞན་དུ་དེ་སྔའི་ཆོས་འདྲ་པོ་མ་བཞུགས་པོད་ཀྱི་གང་ཟག་མཁས་པ་ཆེན་པོ་གཅིག་རེད་བས་ཟེར་ནས་གཅིག་ང་རྒྱལ་གྱི་ཚིག་འདྲ་པོ་དེ་འདྲས་ཨིན་ཟེར་ནས་དེ་ཙམ་ནས་མིན་སོང་རེད་ཁོང་གི་རང་རྟོག་གི་ངོས་ནས་བསྟན་ཐུབ་མཁན་གཅིག་མིན་སོང་ནས་ད་མཁས་པ་གཞུང་པོའི་སྐད་ཆ་དང་གར་ཟེར་གི་ང་རྒྱལ་མིད་པར་བསྟན་པའི་སྐད་ཆ་སེམས་སྐུལ་པོད་ཀྱི་དེ་ནི་རྣམ་འགྱུར་ཟེར་བ་དེ་རེད་དེ་ནི་བསྟན་ཚུལ་ཁོང་གིས་བསྟན་ཐུབ་ཀྱི་མེད་ཡིན་ན་ཡང་ཁོང་གིས། བཀའ་དྲིན་མཚོན་རྟགས་ཐང་ཆད་དུ་གྲགས་ཡོད་པའི་འཕགས་པ་སྤྱན་རས་གཟིགས་མི་ཤ་གཟུགས་སུ་བསྟན་ཡོད་པ་ཁོང་གི་རྩ་ཡི་བླ་མ་སྟེ། ད་རུ་འཛིན་འཇིགས་མེད་རྒྱལ་བའི་མྱུ་གུ་ཁོང་གི་བཀའ་དང། རྩ་ཡི་བླ་མ་ཁོང་གི་བཀའ་དང་ལྷུང་གི། དེའི་བཀའ་དྲིན་ལ་བརྟེན་ནས་དེ་ནས་ཁོང་གི་བསྟེན་གི་ཡིན་མ་གཏོགས་བྱུས་པའི་གི། ཚུལ་མིན་བླ་མེད་ཀྱི་བཀའ་ལུང་ལ་མ་བརྟེན་པར་རང་རྟོགས་རང་དགར་དུ་དེ་ནི་བསྟེན་ཐུབ་གི་མེད་སོགས་ནི་མཁས་པ་གསུངས་པ་དེ་འོ་དེ་རེད། ལམ་མ་ནོར་བ། རང་ལུས་བྱེད་ཀྱིན་ངས་གཞན་བཟོ་ཟླ་མཚམས་མེད་བླ་མ་དམ་པ་ཁོང་གི་ཞལ་ནས་སྙན་དུ་བརྗོད་གཞི་ཡང་ནས་ཡང་དུ་བསྟན་ཞིང་ཐན་ཐུང་མང་དག་ཅིག་ཁོང་གི་སྐུ་མདུན་ནས་སྔས་འགྲོ་སྤྱི་དཔོག་ཏུ་ཉིན་ཐིག་སྔས་འགྲོ་དེ་ཐེངས་མ་ཉེས་དགུ་རྩ་ལྔ་ལ་ཁོང་གིས་ཞུས་ག་པ་ཡིན་དུས་དེའི་ཞུས་ག་པ་དང་ཁོང་གི་ཤེས་ཡོད་ཤེས་བཞིན་བློ་ལ་ངེས་པ་དང་སྒྲ་ཚིག་རྣ་བར་འཇགས་པ་གང་ཡོད་པ་དང་བཅས་ཏེ། དེ་ཇི་མ་ཇི་བཞིན་ཤེས་ནས་ཁོང་གི་ཡིག་ཐོག་ལ་བཀོད་གི་བཤད་ཀྱི་བཤད་ཀྱི་ཡིན་གསུངས་ཏེ་འདི་ལ་བཤད་ཀྱི་ཡིན་གསུངས་ཏེ་ད་ཁོང་གིས་རྩམ་པ་དང་བཅའ་བ་འདྲ་པོ་འོ་དེ་རེད། དེ་རྩམ་པ་དང་བཅའ་བ་འདི་ལ། རྩམ་མ་ཚགས་ཀྱི་བར་དོ་ལ་བར་ཆད་མི་འབྱུང་བར་དུ་རྩམ་པ་མཐར་ཕྱིན་པ་དང་རྩམ་པ་དན་ཡོད་པ་དང་འཕྲིན་ལས་ཐོབ་པར་མོས་པ་ལ་སོགས་པ་དེ་འདྲའི་འབྱུང་པོའི་ཆེད་དུ་ལ། དེ་ཡི་དྭགས་ཀྱི་ལྷ། ཡི་དྭགས། ལྷ། རྒྱལ་བ་ཞི་བི་གི་ལྷ་སོགས་ཡིན་ན་འདྲ། དྲག་པོ་གི་ལྷ་སོགས་ཡིན་ན་འདྲ་རྒྱལ་བ་ཞི་དྲག་གི་ལྷ་སོགས་ཐམས་ཅད་དང་དེའི་སྐུ་གསུང་བརྗོད་པའི་བླ་མ་ཐམས་ཅད་བདག་རྒྱུད་བྱིན་གྱིས་བརླབས་པར་ཞུའོ་གསུངས་ནས་དེའི་བྱིན་རླབས་ཞུ་རོགས་གྱིས་གསུངས་པ་རེད། འོ་ད་དེ་གའི་བརྩམས་པ་དམ་བཅའ་དང་བཅས་པ་དང་ལྷ་དང་བླ་མ་ཐམས་ཅད་ལ་བདག་རྒྱུད་བྱིན་གྱིས་རློབ་པའི་བྱིན་རླབས་ཞུ་བ་དང་བཅས་པ་ཡོངས་སུ་རྫོགས་པ་དེ་འགྲོ་སུམ་པ་ཅན་གྱི་རེད། ད་དེ་ནས་མ་ལ་དེ་ནས་རྩ་བའི་ས་བཅད་གི་ནི་དག་ལ་འདི་ལ། རྫོགས་པར་ཆེན་པོའི་ཀློང་ཆེན་ཉིན་གཅིག་གི་ཐུན་མིན། ཐུན་མོང། ཕྱི་ནང་གི་ནི་སྙན་སྒྲོགས་རྣམས། འཚུབ་མེད་བླ་མ་དམ་པའི་ཞལ་ལུང་ཇི་ལྟ་བ་བཞིན་རྗེས་ཐོག་དུར་བྱ་བ་གསུངས་ཏེ། ད་ལྟའི་འདི་དག་དེ་ཡོངས་རྗོགས་བཤད་དགོས་པ་གང་ཡོད་མི་འདུག་རྫོགས་པ་ཆེན་པོའི་ཀློང་ཆེན་ཉིན་གཅིག་གི་སྙན་སྒྲོགས་འདི་བཤད་རྒྱུ་ཡིན། ཐུན་མོང་སྙན་སྒྲོགས་འདི་ལ་ཐུན་མོང་ཕྱི་གི་སྙན་སྒྲོགས་གཅིག་དང་ཐུན་མིན་ནང་གི་སྙན་སྒྲོགས་རྣམ་པ་གཉིས་འདུག། དེ་ཉལ་ལང་འཕོ་བའི་ཆ་ལག་ཉལ་འཁོར་ཉལ་ལང་འཕོ་བ་དང་བཅས་པ་རྣམ་པ་གསུམ་ཡོད་པ་འདི་ལྟར་གོང་གི་བཀའ་དྲིན་མཚུངས་རྟག་ཏུ་བསྒྲགས་དགོས་པར་རང་གི་བླ་མ་དམ་པའི་ཐ་མ་ཉལ་ཁོ་རྩ་སྔགས་དམ་པ་ཁོང་ལ་ཡོངས་སུ་གདམས་ཤིང་ཁོང་ལ་ཡོངས་སུ་བཤད་དགོས་པ་དེ་བློ་ལ་ག་ཚོད་ངེས་པར་ལྟ་བུ་དེ་མི་བགྱིད་པ་དང། དེ་ནས་གར་སོགས་ཀྱི་སལ་ལ་བཟང་བདེ་བ་དང་ཤེས་བདེ་བ་དང་གཞན་ལ་ཡང་རྟོགས་པར་བྱ་བའི་ཆེད་དུ་ལ་རྗེས་ཐོར་བྱ་གི་ཡིན་གསུངས་འདུག་དེ་ནས། དེ་ཁོང་གི་ཡིག་ཐོག་ལ་ཡོངས་སུ་བཀོད་ཀྱི་ཡིན་གསུངས་བཞག་པ་དེ་རེད། དེ་བཀོད་པ་ཞེས་པ་ལ་ད་རྩ་བའི་ས་བཅད་ཀྱི་དབང་དུ་བཏང་བཞག་པ་རེད་རྩ་བའི་ས་བཅད་དམ་པ་འདི་ལ་རྣམ་པ་གསུམ་ཡོད་གསུངས་རེད་ཐུན་མོང་ཕྱི་གི་སྙན་སྒྲོན་ཐུན་མིན་ནང་གི་སྙན་སྒྲོན། ཉང་ལེ་དངོས་གཞི་གི་ཆ་ལག་ཉེར་བ་ཉེར་ལམ་འཕོ་བའི་གི་ཁྲི་རིང་དུ་རྣམ་པ་གསུམ་ཡོད་གསུངས་འདི་ད་འདི་གི་ད་བསྡུ་ལྡན་འདྲ་བོ་དེ་རེད།

དེ་ཡིན་དུས་ད་ང་རང་ཚོ་མཁྱེན་མཁན་ཡིན་ན་ཡང་བློ་རྩེ་དེའི་ཐུགས་ལ་གཏད་ནས་མཁྱེན་དགོས་རྒྱུ་རྐྱེན། ཉན་མཁན་རྣམ་པ་ལྷན་རྒྱས་ཡིན་ན་ཡང་བློ་རྩེ་དེ་སོང་ལ་གཏད་ནས་དེ་ནི་མཁྱེན། ཉན་དགོས་རྒྱུ་རྐྱེན་དང་གཞུང་དགོས་རྒྱུ་རྐྱེན་གྱི་དན་དང་དེ་རེད་ད་ང་རང་ཚོ་མཁྱེན་གཉིས་བྱིས་པ་པོ་ཐམས་ཅད་ཀྱི་ད་ལྟའི་འདི་ལ་རུ་རུ་བྱེད་དགོས་པའི་དན་པོ་དང་བློ་རྩེ་གཏད་ས་འདྲ་པོ་དང་འདུན་པ་གཏད་ས་གསོལ་བ་གཏད་ས། འོ་ད་དེ་རང་སྐྱིད་པོ། དེ་མ་གཏོགས་བཅོས་པའི་ཡིག་ཡིན་དག་གང་ཡང་ཡོད་མ་རེད། དེ་ནས་ཐུན་མོང་ཞིག་གིས་ངན་འགྲོ་ཟེར་ན་ད་ག་བ་ལ་སླེབས་འགྲོ་དགོས་རེད་ཟེར་ན་ད་ལོ་ཏོག་རྣམ་པ་ཡོད་ཟེར་ནས་ད་མགྱོགས་གཉིད་པར་དཀའ་བ་དང་སྐྱེད་ཚད་མི་རྟག་པ་དང་སྙིང་ལས་རྒྱུ་འབྲས་བསྟན་པ་དང་གསུམ། དེ་ནས་ཁོ་བོས་ཀྱི་ཉེས་མིང་དང་འཐབ་པའི་ཕན་ཡག་གཉིས་པོ་གཅིག་ཏུ་བརྩི། དེའི་བཞི་དེའི་བཞི་པོ་དེ་ལ་དེ་ནི་ལོ་ཏོག་རྣམ་པ་ཡོད་ཟེར་འདོད་ཀྱི་ད་ཡོངས་གྲགས་དེ་རེད། དེའི་རྣམ་པ་བཞི་པོ་དེ་ལ་ཐུན་མོང་གཤིས་ཀྱི་ངན་འགྲོ་ཟེར་ཏོ་གཤིས་ཀྱི་ངན་འགྲོ་ཟེར་ཏོ་ངན་འགྲོ་དང་པོ་དེ་རེད། དེའི་རྣམ་པར་བཞི་པོ་དེ་གའི་དན་རྡོར་ག་རེ་བསྟན་གྱི་ཡོད་རེད་ཟེར་ན་ཐུན་མོང་གཤིས་ཀྱི་ངན་འགྲོ་རྣམ་པ་བཞི་པོ་དེ་ལ་བསྟན་ཡི་མེད། ཡིན་གཅིག་མེད་གཅིག་གི་ཐུན་མོང་ནང་གི་ངན་འགྲོ་ལ་འཇུག་བཅུག་དགོས་རང་གི་ལུས་འཇུག་དགོས་ཀྱི་ཡོད་རེད་རང་གི་ངག་འཇུག་དགོས་ཀྱི་ཡོད་རེད་རང་གི་སེམས་འཇུག་དགོས་ཀྱི་ཡོད་རེད། ཐུན་མོང་ནང་གི་ངན་འགྲོ་ལ། ཐུན་མོང་ནང་གི་ངན་འགྲོ་ལ་ཁྱོད་མ་འཇུག་ན། གཙང་ནི་འགྲིག་གི་མ་རེད་ཟེར་བའི་རྒྱུ་མཚན་རྣམ་པ་བཞི་སྟེ་བློ་སྡོམ་རྣམ་པ་བཞི་སྟེ་བསྟན་གྱི་ཡོད་རེད། རྒྱུ་མཚན་ག་འདྲའི་ཞིག་ནི་གོ་བརྡ་སྤྲད་དགོས་ཀྱི་ཟེར་ན། འོ་ད་ཁྱེད་རང་ཚོ་གི་གང་ཟག་སྲོག་ཆགས་ཅིག་ཡིན་ནས་བཟང་སྟེ་ཐུ་མེད་ནང་གི་སྙན་གྲོགས་དེ་ཉམས་སུ་མ་ལེན་ན་རྩ་བ་ནས་ནི་འགྲིག་གི་མ་རེད་ཡིན་གྱི་མེད་ཀྱི་ཉམས་སུ་ལེན་དགོས་ཀྱི་རེད། དགོས་པའི་རྒྱུ་མཚན་དང་པོ་ག་རེ་སྐྱེ་ཟེར་ན། ད་ལྟ་མ་འགྱོགས་ན་ཁྱེད་རང་ཚོ་གི་ལུས་སྟེང་དེ་དྭངས་སྐྱོ་སྐྱོ་རྒྱལ་དུ་ལྡིང་པའི་མི་ལུས་རིན་པོ་ཆེ་གསེར་རྟ་ཧ་ལས་པོས་ཀྱི་རྙེད་པ་དཀའ་བ་ཅིག་རི་དྭགས་བསད་ནས་རྒྱུ་མཚན་དང་པོ་དེ་བསྟན་གྱི་ཡོད་རེད་དེ་རྙེད་པ་དཀའ་བའི་རྒྱུ་ཚུགས་ག་འདྲས་རེད་ཟེར་ན། རྒྱུའི་སྒོ་ནས་རྙེད་པ་དཀའ་ཚུལ་དཔེའི་སྒོ་ནས་རྙེད་པ་དཀའ་ཚུལ་གྲངས་ཀྱི་སྒོ་ནས་རྙེད་པ་དཀའ་ཚུལ་སྒྱུ་སྤོས་དྲང་སྲོང་གྱི་སྒོ་ནས་དྭངས་སྐྱོ་དེ་མི་ལུས་ཟེར་མཁན་ཚད་ལྡན་དེ་རྣམ་གྲངས་བཅོ་བརྒྱད་དུ་བདུན་པའི་མི་ལུས་དེ་ཐོབ་པར་དཀའ་བ་རྐྱེན་གྱིས་རེད་ཟེར་ཡང་བསྐྱར་ཐོབ་དགོས་ན་ཁྱོད་ལ་ཐོབ་གི་མ་རེད་ཟེར་དགོས་རེད། ད་ལྟ་དུས་བཅད་ཐོབ་པར་དཀའ་བའི་གི་དན་པོ་དེ་ད་ལྟའི་དུས་བཅད་དང། དུས་སྐབས་འདི་ལ་རོགས་རམ་ཚ་རྒྱུ་སྐབས་དེ་ནང་ལ་ཡིན་གཅིག་མེད་གཅིག་ཐུ་མི་ནང་གི་སྔས་འགྲོ་ལ་འཇོག་དགོས་གི་རེད་ཐུ་མི་ནང་གི་སྔས་འགྲོ། འབུ་ལྔ་རྣམས་པ་འབུ་ལྔ་དེ་གསོག་སྦྱོང་བྱས་ཟིན། ཨེ་ནས་མགྱོགས་དགོས་ཀྱི་རེད་ཟེར་ནས་གཤེ་ད་རྫོགས་པ་ཅན་འདུག་གི་ཀྱེ་དངོས་གཞིས་ཀྱི་ཆོས་ཆ་ལག་ལ་མགྱོགས་དགོས་པ་བསྟན་པ་དང་ཀྱེ། ཡང་དགོས་ཀྱེ་དོ་ཀྱེ་ཉལ་ས་ནས་སོང་ནས་བཏང་ན་དེ་ད་ལྟ་ཉལ་ནས་བཟོ་འདུག་ཐུ་མེད་ནང་གི་ངན་འགྲོ་ཉང་སུ་སློང་བ་ལ་ཉང་སུ་སྙོང་བ་དང་ཉང་ལེན་བྱེད་པ་ལ་ཁྱོད་མགྱོགས་མ་གཏོགས་འགྲིག་གི་མ་རེད་ཟེར་འགྲིག་གི་མེད་པའི་རྒྱུ་མཚན་དང་པོ་དེ་འོ། ཁྱེད་རང་གི་ལུས་སྟེང་དེ་ད་ལྟ་ཐོག་ཚར་བ་རེད་མ་གཏོགས་ཡོང་བྱ་ཡོང་བྱ་འདི་འདྲས་ཀྱི་རྙེད་དགོས་ན་རྩ་ནས་རྙེད་གི་མ་རེད། རྙེད་པ་དཀའ་བ་རེད། རྙེད་པ་དཀའ་བའི་རྒྱུ་མཚན་དེ་འཇོག་པའི་དྲང་སྲོང་གི་སྒོ་ནས་རྙེད་པ་དཀའ་ཚུལ་འོ་དེ་སྟེང་གི་བ་དང་པོ་དེ་རེད་རྒྱུ་མཚན་དང་པོ། རྒྱུ་མཚན་གཉིས་པ། འོ་རྣམ་གྲངས་བཅོ་བརྒྱད་དུ་ལྡན་པའི་དལ་འབྱོར་གྱི་མི་ལུས་ལུས་འབོར་གྱི་ཐོག་ཚར་བའི་གང་ཟག་ཅིག་ཡིན་ཚད་ནས་བཟུང་སྟེ་ཡིན་གཅིག་མེད་གཅིག་གི་ལུས་སྟེང་འདི་མ་གཏོགས་པའི་སྔ་རོལ་ན་ཐུབ་མེད་ནང་གི་སྔས་འགྲོ་ལ་འཇུག་དགོས་ཀྱི་རེད། མ་འཇོན་ན་གཏན་ནས་འགྲིག་གི་མ་རེད་ད། མི་མ་བསྟེན་མ་འཇོན་ན་མི་འཇུག་མི་སློབ་མི་ཤོག་པའི་རྒྱུ་མཚན་ག་རེ་ཐུག་རྒྱུ་རེད་ཟེར་ན་ཁྱེད་རང་ད་ལྟ་ཐོག་ཚ་བུད་ཀྱི་དལ་འབྱོར་དེ་མི་རྟག་པ་རེད་ད་ཟེར་ནས། འོ་ཚད་མི་རྟག་པ་རེད་ད། རྟག་པ་དང་བརྟན་པ་རྩ་ནས་ཡོད་མ་རེད་ད་ད་ལྟ་ཉིན་ནས་འཇུག་དགོས་ཀྱི་རེད་མ་གཏོགས་ད་ལྟ་ཉིན་དེ་མ་འཇོན་ན་ཁྱོད་ཀྱི་ཚེ་ཚེ་ལུས་དེ་ནི། སྐད་ཅིག་གཉིས་པ་མི་སྡོད་པའི་འཇིགས་པའི་ཆོས་ཅན་ཅིག་གི་རང་གིས་ཀྱི་རེད། འོ་དེ་བསྟན་ཡོང་གི་རྒྱུ་མཚན་དེ་ལ་བརྟེན་ནས་དམ་བསྒྲགས་གཉིས་ནས་འཇོག་དགོས་ཀྱི་རེད་ཟེར་ནས། ཐུན་མོང་ནང་གི་སྔས་འགྲོ་ལ་འཇུ་བཞེས་ཀྱི་འཇོག་དགོས་པའི་རྒྱུ་མཚན་གཉིས་པ་འོ་དེའི་མགོ་ནས་བསྟན་གྱི་ཡོད་རེད། ཚད་མི་རྟག་པ་ཡིན་པའི་ཚུལ་ག་རེ་རེད། ག་འདྲས་བྱས་ནས་ཤེས་དགོས་ཀྱི་ཡོད་རེད་དང་པོ་ཚད་མི་རྟག་པ་ཡིན་པ་དེ་རྒྱུ་མཚན་གང་གི་ལམ་ནས་གསལ་བཤད་བྱེད་དགོས་ཀྱི་རེད། དེ་ལ་རྒྱུ་མཚན་རྣམ་པ་གསུམ་གྱི་སྒོ་ནས་གསལ་བཤད་བྱེད་འགྲོ་དགོས་རེད། ཁྱོད་ཀྱི་ཚེ་ལུས་དེ་ཐོག་སྲིན་འབུ་གྱི་དར་འཇོ་ཅོ་བརྒྱད་དུ་འགྲེངས་པའི་མི་ལུས་དེ། འཆི་བ་ངེས་རྐྱེན་རི་དྭགས་སི་རྒྱུ་མཚན་གཅིག། ནང་ཆེ་ཆ་མེད་རི་དྭགས་སི་རྒྱུ་མཚན་གཉིས། འཆི་རྐྱེན་ངེས་པ་མེད་པ་རི་དྭགས་སི་ནི་རྒྱུ་མཚན་རྣམ་པ་གསུམ་གྱི་སྒོ་ནས་ཁྱོད་ཀྱི་ཚེ་ལུས་འདི་དོར་ངེས་རྐྱེན་ནང་དོར་ངེས་མེད་དུག་ཚོད་ངེས་མེད། མདོ་རྒྱན་སྤྱོད་པའི་སྐྱེ་ངེས་པ་མེད་པ་དེ་གསང་གི་སྒོ་ནས། དེ་ནི་དུས་ད་ལྟ་ཉིད་ནས་སྐྱེས་གསུམ་པོ་དང་མ་འཕྲད་པའི་དུས་སྐད་ཅིག་རོལ་པ་དག་ནས་བཟུང་སྟེ་མཇུག། ཐུན་མིན་ནང་གི་དེ་སྔའི་འགྲོ་དེ་ལ་འཇུག་དགོས་ཀྱི་རེད་ཟེར་ནས་ཨོ་རྒྱུ་མཚན་དུམ་གཉིས་པ་དེ་དེའི་ཐོག་ནས་བཤད་ཡོང་གི་ཡོད་རེད། དེའི་རྣམ་པ་གཉིས་པོ་དེ་གི་ཚེ་འདི་ཉིད་ཀྱི། འཁོར་བ་དང་གནས་མལ་ལོ་ཡོ་བྱད་འདི་ཚོ་ཐང་ཆད་ལ་ཆགས་ཞེན་བྱས་ནས་མགོ་འདི་འཕངས་ནས་བསྡད་བསྡད་ན་ད་འགྲིག་གི་མ་རེད་ཟེར་དུས། ཚེ་འདི་ཉིད་ལ་དེ་ནི་བློ་ལྡོག་པ་ཞིག་པའི་དན་དུ་ལ་བློ་ལྡོག་རྣམ་པ་གཉིས་ཏེ་དང་པོ་ཉིད་དེ་དེ་བརྟན་ཡོངས་ཀྱི་ཆེན་ཨོ་རྒྱུ་མཚན་རྣམ་པ་གཉིས་པོ་དེ་རེད། དེའི་ནང་གི་དང་ཀྱོག་ཀྱོག་རྒྱལ་དུ་ལྡན་པའི་མི་ལུས་རིན་པོ་ཆེ་ཐོག་ཚ་བའི་མིག་གིས་ཡིད་ནས་བཟང་སྟེ་ཡིན་གཅིག་མིན་གཅིག་གིས་དུས་ད་ལྟ་ཉིད་ནས་བཟང་སྟེ། ནང་གི་སྐྱེ་འགྲོ་དེ་ཉམས་སུ་ལེན་པ་ལ་ཡིད་ཀྱི་མེད་ཀྱི་མྱང་གནས་ཀྱིས་ནི་འཇོམས་མ་གཏོགས་འགྲིག་གི་མ་རེད་ཆོག་གི་མ་རེད་ཟེར། རྒྱུ་མཚན་གསུམ་པ་ག་རེ་རེད་ཟེར་ན། དེ་ནི་ག་རེ་ཟེར་དགོས་ལས་རྒྱུ་འབྲས་ལྷོ་བ་མེད་པ་རེད་ཟེར་དགོས་རྒྱུ་འབྲས་ལྷོ་མེད་རེད་ཟེར། རྒྱུ་འབྲས་ལྷོ་བ་མེད་ཚུལ་དེ་ག་འདྲས་ཤེས་ནས་ནི་ཤེས་དགོས་ཀྱི་རེད་ཟེར་ན། འོ་ད། འགྲོ་བའི་སེམས་ཅན་འདི་ཚོ་ཐམས་ཅད་ལ་ལ་ནི་བདེ་ཞིང་སྐྱིད་ལ་ལ་ནི་སྡུག་ཞིང་ཉམ་ཐག་བསྡད་པའི་གོང་དུ། འཚོ་བ་བདེ་སྡུག་རྣམ་པ་གཉིས་ལ་མི་བཤོལ་བའི་འགྲོ་བའི་སྲོག་ཆགས་སྐྱེ་རྒྱུ་མེད་པ་རེད་འཚོ་བ་བདེ་བ་མཚང་བཙལ་དེ་ནས་བདེ་བ་འབྱུང་བཞིན་བཅོས་པའི་རྒྱུ་དགེ་བ་འབའ་ཞིག་པ་ལ་བརྟེན་ནས་བྱུང་གི་རེད་མ་གཏོགས། རྒྱུ་དགེ་བ་ཁོ་ལ་མ་ལྟོས་པར་འབྲས་བུ་བདེ་བ་ཟེར་མཁན་དེ་སུ་སྐྱེ་བོ་སྟེ་ཐུག་གི་མ་རེད་ལ་སུ་ལ་བརྟེན་ནས་ཡང་དེ་གི་འབྲས་བུ་བདེ་བ་ཟེར་དེ་བྱུང་ཐག་ཡོད་མ་རེད་བྱུང་བཞིན་བཅོས་པའི་རྒྱུ་ཡོད་མ་རེད་རྐྱེན་ཡོད་མ་རེད་ཟེར་རྒྱུ་ཡོད་རེད། འབྲས་བུ་སྡུག་བསྔལ་མཐའ་དག་དེ་འབྱུང་བཞིན་བཅོས་པའི་རྒྱུ་དང་རྐྱེན་ག་རེ་བཤད་པ་དེ། སྡིག་པ་མི་དགེ་བ་ཁོ་ན་ལ་བརྟེན་ནས་བྱུང་གི་རེད་ད། ཁྱོད་སྡིག་པའི་འཚོ་བ་སྡུག་བསྔལ་འདོད་ཀྱི་མི་འདུག་ན། སྡུག་བསྔལ་གྱི་རྒྱུ་དགེ་འབྲས་གར་གྱི་རྒྱུ་སྡིག་པ་ཐམས་ཅད་དེ་སྤོང་བའི་ཡོངས་སུ་གཞུང་བ་གྱིས་དག་པར་གྱིས་སྤོང་པར་གྱིས་མ་གཏོགས། འབྲས་བུ་སྡུག་བསྔལ་སྤོང་འདོད་སོང་ན་ཡང་སྤོང་ཐུབ་ཀྱི་མ་རེད་ད། རྒྱུ་མཚན་ག་རེ་བྱས་ན། རྒྱུ་སྡིག་པ་དང་འབྲས་བུ་སྡུག་བསྔལ་གཉིས་པོ་དེ་རྒྱུ་འབྲས་ལྷོ་བ་མེད་པ་ཡིན་པས་སུ་གཅིག་གིས་ཡོངས་སུ་ཡོང་གཅོད་བྱེད་ཐུབ་ཀྱི་མ་རེད། འབྲས་བུ་བདེ་བ་འདོད་གིན་འདོད་ན་དེ་གིས་བདེ་བའི་རྒྱུ། དེ་ནི་དགེ་བ་སྤྱོད་ལ་སོགས་པའི་མཚན་དེ་ནང་གི་ངན་འགྲོ་འདི་གར་མྱ་གཞུང་ཞིག་དགོས་ཀྱི་རེད། ཁྱོད་ཀྱི་འཚོ་བར་འབྲས་བུ་སྡུག་བསྔལ་དེ་འདོད་ཀྱི་མི་འདུག་ན་གནས་སྐབས་དང་མཐར་ཐུག་ཐམས་ཅད་ཀྱི་སྡུག་བསྔལ། འཚོ་བ་སྡུག་བསྔལ་མཐའ་དག་ཆད་ཕྲ་མཐའ་དག་ཁྱོད་ལ་དགོས་ཀྱི་མེད་ཁྱོད་ལ་འདོད་ཀྱི་མི་འདུག་ན། དེ་གི་རྒྱུ་སྡིག་པ་སྟེ་སྤོང་མ་གཏོགས་འབྲས་བུ་སྡུག་བསྔལ་སྟེ་སྤོང་ཐུག་མཐའ་ཡོད་མ་རེད་ད་ཚོར་བ་སྡུག་བསྔལ་སྟེ་སྤོང་རྫས་ཀྱི་རྒྱུ་ཡོད་མ་རེད་སྤོང་བྱེད་ཀྱི་མཐའ་ཡོད་མ་རེད་ད་ཟེར་ནས། པོ་དེའི་མགོ་ནས་ཐག་གཅོད་བྱས་ནས་བསྟན་ཡོང་གི་ཡོད་རྒྱུ་མཚན་དེ་རེད་རྒྱུ་མཚན་དེ་ལ་བརྟེན་ནས་ཁྱོད་ནང་གི་སྔས་འགྲོ་དེ་ལ་འཇུག་མ་གཏོགས་འགྲིག་གི་མ་རེད་ད་གང་རེད་ཟེར་ན་རྒྱུ་འབྲས་ལྷོད་བ་མེད་པ་རེད་ད་ཁྱོད་བདེ་བ་འདོད་མཁན་གང་ཟག་རེད་པ་སྡུག་བསྔལ་མི་འདོད་མཁན་གང་ཟག་རེད་པ་རྒྱུ་མཚན་དེ་ལ་བརྟེན་ནས་ལས་རྒྱུ་འབྲས་ལྷོད་བ་མེད་པ་རེད་ད། ལས་རྒྱུ་འབྲས་སླུ་བ་མེད་པ་ཡིན་དུས་ཙམ་དེའི་དགེ་བླང་ལ་བརྟེན་ནས། རྒྱུ་འབྲས་སླུ་བ་མེད་པའི་རྒྱུ་མཚན་དེ་ལ་བརྟེན་ནས་ཡིན་གཅིག་མེད་གཅིག་གི་ཆོས། ནང་གི། བློ་ལྡོག་ནི་དཀར་ཆ་གར་སྔས་འགྲོ། འབུམ་ལྔ་འབུམ་རྣམ་པ་ལྔ་བསགས་སྦྱོང་བྱེད་རྒྱུ་ལ་སོགས་པ་འདི་ལ་སྐྱོན་གྱི་ཡིན་གཅིག་དང་ཡིན་གཅིག་མེད་ཀྱི་མཇུག་མ་གཏོགས་མི་ཆོག་པའི་རྒྱུ་མཚན། རྒྱུ་མཚན་ལྔ་པ་དེའི་ཐོག་ནས་བསྟན་ཡོང་གི་རྒྱུ་མཚན་ཡ་དཀར་ཆ་གར་གསུམ་པ་དེ་དེའི་ཐོག་ནས་བསྟན་གྱི་ཡོད་རེད། དེའི་ནང་གི་གཅིག་གིས་ཆུ་དྭངས་ཕྱོགས་བཅུ་རྒྱལ་དུ་ལྡན་པའི་མི་ལུས་རིན་པོ་ཆེ་ཐོག་ཚར་པའི་གང་ཟག་ཅིག་ཡིན་ཚད་ནས་བཟུང་སྟེ་ཡིན་གཅིག་མེད་གཅིག་གིས་ཤི་དཀར་ཟས་ཀྱི་རིགས་ཆུའི་རྣམ་པ་དག་པ་ལ་འཇུག་རྒྱུ་དང་ཁྱད་པར་དུ་ཡང་ནང་གི་གློག་རྡུལ་རྣམ་པ་དཀར་ཟས་ཀྱི་རིགས་ནང་གི་ངན་འགྲོ་འདི་ལ་འཇུག་མ་གཏོགས་མ་འཇུག་ན་འགྲིག་གི་མ་རེད་ཆོག་གི་མ་རེད། མི་ཞུགས་པའི་རྒྱུ་མཚན་ལྔ་པ་དེ་ག་རེ་བཤད། འཁོར་བ་ལ་ག་ཚོད་ཁྱོད་ཀྱིས་ལྷུང་ཚར་སོང་ན། ཨ་ནི་འབྲས་བུ་དུག་ལྔ་མ་གཏོགས་ཡོད་མ་རེད་འབྲས་བུ་ཐམས་ཅད་ཐུག་ཏུ་བབས་ཚར་སོང་ན་སྐབས་དེ་དུས་གོས་ཤོད་ཤོད་གནོང་གཞི་བྱེད་དུ་ཅིང་ཅང་འདོར་འདོར་གནོང་གཞི་བྱས་ནས་དུག་ལྔ་འབྲས་བུ་རྒྱུ་འབྲས་དེ་འདོར་ཐག་ཡོད་མ་རེད། འཁོར་སོང་འཁོར་བ་གང་ལ་བྱས་དུས་འཁོར་བ་ཁ་གྱི་རྩེ་ཙམ་ལ་བདེ་བ་ནང་ཡོད་ཡོད་མ་ཡིན་ཟེར་རྒྱུ་མཚན་དེ་ལ་བརྟེན་ནས་འཁོར་བ་དུག་ལྔ་གྱི་རང་བཞིན་ཡིན་པ་ཤེས་པའི་རྟོགས་ཀྱི་སྒོ་ནས་དེ་སྤོང་དུས་སྤོང་དགོས་ཀྱི་རེད་མ་སྤོང་ན་འགྲིག་གི་མ་རེད། ནང་གི། ངན་འགྲོ་ལ། ཡོངས་སུ་འཇུག་པ་ཅན་དུ་མ་གཏོགས་རང་གི་ལུས་ངག་ཡིད་གསུམ་པོ་སྒོ་གསུམ་པོ་དེ་ནང་གི་ངན་འགྲོ་ཡོངས་སུ་འཇུག་པར་མ་བཞེད། འཁོར་བ་རིགས་དྲུག་གི་གནས་ལ་འདོར་ཐབས་མེད་པ་ཅིག་འདི་ལ་སློང་གི་རེད་ཟེར་འདི་ལ་སློང་ཚར་ནས་བཟུང་དེ་ལ་སྡུག་བསྔལ་འབར་ཤེས་པ་མ་གཏོགས་བསྡད་པའི་གོ་སྐབས་ཡོད་མ་རེད་ད་ཟེར་ནས་ཨོ་རྒྱུ་མཚན་ང་པ་དེ་བསྟན་ཡོང་གི་ཡོད་རེད། ཨོ། ད་དེ་ཕན་ཡོད་སྐྱེ་དུས་ཡིན་ཅི་མི་གཅིག། ཁྱོད་བདེ་བ་འདོད་པའི་གང་ཟག་ཡིན་ཚར་ནས་བཟུང་སྟེ་ཁྱོད་ཀྱི་ནང་གི་སྔས་འགྲོ་ལ་འཇུག་མ་གཏོགས་རྩ་ནས་འགྲིག་གི་མ་རེད། གང་ཡིན་ཟེར་ན། བདེ་བའི་འབྲས་བུ་ཐམས་ཅད་ནང་གི་སྔས་འགྲོ་ལ་ཟུག་པ་གཙང་བཞུ་བྱེད་པ་གི་དགེ་བ་འདི་ལ་བརྟེན་ནས་བྱུང་དགོས་པ་ཡིན་དུས། དེ་ནི་བདེ་བ་སེམས་སྐྱེས་ཏེ་བདེ་བ་མཐར་ཕྱིན་པ་དེ་ནི་མྱ་ངན་འདས་པའི་འབྲས་བུ་དེ་རེད་མྱ་ངན་ལས་འདས་པའི་བདེ་བ་དམ་པ་དང་བདེ་བ་མཐར་ཐུག་དམ་པ་ནི། མྱ་ངན་འདས་པའི་འབྲས་བུ་ཁོ་ན་ཡིན་ན་དེ་ཐོབ་དགོས་ཀྱི་ཡོད་ན་ལ་ནང་གི་ལོ་དུག་ནང་གི་དཀར་ཟས་ནང་གི་ངན་འགྲོ་འདི་ལ་མ་ཉོག་གྱིས་མ་བཞེས་ན་ཐོབ་ཐབས་གཏན་ནས་མེད་པ་རྐྱེན་གྱིས་ཡིན་དུས་རྩ་ནས་རྒྱུ་མཚན་རྣམ་པ་ལྔ་པོ་དེ་ལ་བརྟེན་ནས་དེ་ནི་ནང་འཇོག་དགོས་ཀྱི་རེད་ཟེར་ནས་དེ་བསྟན་ཡོང་དུས་རྩ་ནས་གང་ལྟར་ཀྱང། ཐུན་མོང་ཕྱི་གི་ངན་འགྲོ་ཟེར་བ་དེ་གི་ལོ་དུག་རྣམ་པ་བཞི་དན་རྟགས་རྣམ་པ་བཞི་པོ་དེ་ཤེས་དགོས་ཀྱི་ཡོད་རེད་དེ་ཤེས་ཟིན་ན་ཐུན་མོང་ཕྱི་གི་ངན་འགྲོ་ཤེས་པ་རེད། ཧོ། ཐར་པ་མྱ་ངན་ལས་འདས་པ་དེ་བདེ་བ་མིན་པར་ཤེས་པ་ཡིན་པ་མདོ་སྔགས་ཀྱི་མན་ཡིག་གཙང་ཉོག་གུས་མ་ཉོས་པོད་ཀྱི་བདེ་བ་དམ་པར་ཡིན་པ་དེ་རྟོགས་དགོས་ཀྱི་ཡོད་རེད། འཁོར་བ་རིགས་དྲུག་པོ་གང་ལ་གནས་ཀྱང་དེ་དག་ཐམས་ཅད་མདོ་སྔགས་མིན་པར་ཤེས་པ་མ་གཏོགས་བདེ་བའི་གོ་སྐབས་ཏིལ་འབྲུ་ཙམ་ཡང་མེད་བཞག་པ་ཅི་འཇིག་གི་འཁོར་བ་ཁ་ཅིག་རྩེ་གཙང་ལ་བདེ་བ་ནམ་ཡང་ཡོད་མ་ཡིན་པོད་ཀྱི་རང་གིས་ཐག་ཆོད་པ་ཉིད་དུ་བྱང་དགོས་ཀྱི་ཡོད་རེད། དེ་བྱང་གསུངས་པ་ཡིན་ན། དེ་ནི་བློ་ལྡོག་རྣམ་པ་བཞི་གི་ནང་ནས་བློ་ལྡོག་རྗེས་གཅོད་པོད་ཀྱི་བཞི་པ་དེ་རེད་དེ་རྟོགས་ཟིན་པ་རེད་ཤེས་པ་རེད། ཨོ་དེའི་མགོ་ནས་ཤེས་དགོས་ཀྱི་ཆོས་དེ་འདྲས་རེད། དེ་ནང་བཞིན་བྱེད་ཀྱི་ཁྱེད་ལས་འབྱོར་འདྲ་ལྷུ་བ་མེད་པ་ཅིག་ད་ལྟ་ལས་ཅིག་དགེ་བ་ལ་འཇོག་ན་འབྲས་བུ་བདེ་བ་ལ་ཁྱོད་ཤོད་རྒྱུ་ཡོད་པ་ལ་ཐེ་ཚོམ་དང་སེམས་ཁྲལ་ཙམ་ནི་མི་དགོས་པ་ངེས་པ་ཅིག་རེད། ད་ལྟ་ཁྱོད་ཀྱི་ལས་དེ་སྡིག་པ་མི་དགེ་བ་ལ་ཤོད་ཚར་འདུག་ན་འབྲས་བུ་མ་འོངས་པ་ན་དེ་ཀྱི་འབྲས་བུ་སྡུག་བསྔལ་འབའ་ཞིག་པ་ལ་ཤོད་རྒྱུ་ཅིག་ཐག་ཆོད་ཚར་བ་རེད། བཤོས་མ་ཚགས་ན་ཡི་བཤོས་ཀྱི་ཐོག་ཆོད་ཚ་བ་ཅན་གྱིས། དེ་འདྲའི་སྐྱིན་གྱི་ཐོག་ཏུ་ཆོད་ན་ལས་རྒྱུ་འབྲས་སླུ་བ་མེད་པ་ལ་ངེས་པར་འཕྲིན་པ། ངེས་འཕྲིན་ཞེས་པ་སེལ་དང་ངེས་པར་འཕྲིན་ཙམ་ཞེས་པ་སེལ་གྱི་དན་ཐོག་དེ་ཡིན་ཏེ། འོ་ཤེས་ཀྱི་བློ་ལྡོག་རྣམ་པ་བཞི་ཟེར་གྱི་དེ་ལྟ་བུ་དགོས་རྒྱུ་ཅན་དེ་འདྲའི་རེ་ཤེས་བློ་ལྡོག་རྣམ་པ་བཞི་དན་རྟགས་རྣམ་པ་བཞི་པོ་དེ་ས་གཤིས་སེར་པོ་དང་ཚུགས་ཀྱི་འདི་ལྟ་བུ་ཚགས་སོང་ན། དེ་ནི་སྐབས་འདིའི་གི་བསྟན་བཅོས་འདི་གི་བརྗོད་བྱ་དང་བསྟན་བྱ་ཐུན་མོང་ཤེས་ཀྱི་ངན་འགྲོ་སེལ་ཏེ་ཤེས་ཚ་བ་རེད། ཐུང་མོ་གཤིས་ཀྱི་སྔས་འགྲོ་ཟེར་བ་དེ་ཤེས་ཚར་སོང་ན་ད། ཐུང་མོས་ནང་གི་སྔས་འགྲོ་ལ་འཇུག་མ་གཏོགས་མ་འཇུག་ན་གཏན་ནས་འགྲིག་གི་མ་རེད་ཟེར་རྒྱུ་མཚན་རྣམ་པ་ལྔ་བསྟན་འོང་གི་འདུག་བ། ག་རེ་ཟེར་གི་རེད་ད་འཇུག་ནས་གཉིད་པ་དཀའ་བ་རེད་ཡོང་རྒྱ་གཉིད་གི་མ་རེད་ཁྱོད་འཇུག་མ་གཏོགས། ཁྱོད་ཅི་འཇུག་བྱས་ནས་འཇུག་མ་གཏོགས་འགྲིག་གི་མ་རེད་ག་ཟེར་ན་ད་དུས་ཀྱི་ལུས་རྟེན་འདི་ནི་མི་རྟག་པ་རེད། འཆི་བ་ངེས་ཅན་རེད་ཟེར་ནས། ཧོ་ཏིན། ཡིན་གཅིག་མེད་གཅིག་འཇུག་མ་གཏོགས་ལས་རྒྱུ་འབྲས་ལྷོད་བ་མེད་པ་རི་དྭགས་ཟེར་ནས། ནང་གི་སྔས་འགྲོ་དེ་ཚོ་ཐང་ཆད་ལ་མ་འཇུག་ན། ཁྱོད་ཀྱི་བདེ་བ་འདི་ཁྱོད་བདེ་བ་ཐོབ་ཐབས་ཡོད་མ་རེད་ད་ཟེར་ཡིན་གཅིག་མེད་ཀྱི་འཇུག་དགོས་པའི་རྒྱུ་མཚན་གསུམ་པ་དེ་རེད། ཡིན་གཅིག་མེད་ཀྱི་ཁྱོད་བདེ་ཐ་བ་བདེ་བ་འདོད་དགོས་ཀྱི་ཡོད་ན། འོ་ཐ་བ་མྱ་ངན་ལས་འདས་པའི་འབྲས་བུ་ཁྱོད་ཀྱི་འདོད་གི་ཡོད་ན། འོ་ད་འདི་ལ་མ་འཇུག་ན་དེ་ཐོབ་ཐབས་ཡོད་མ་རེད་ཟེར་འོ་དེ་འདྲའི་ཆོས་ཀྱི་རྒྱུ་མཚན་རྣམ་པ་བཞི་བསྟན་ཡག་རྒྱུ་གཅིག། དེའི་རྒྱུ་མཚན་རྣམ་པ་བཞི་བོ་དེ་ཐོས་བསམ་དུ་བྱས་ཚར་བའི་རྗེས་སུ་འོ་ད་ནང་གི་སྔས་འགྲོ་འདི་ལ་མ་འཇུག་པར་ཉམས་བཞེས་འདི་མ་བཞེས་ན། ད་ལྟ་སྡུག་པོ་རྗེས་ལས་དག་དཀའ་བ་གཏན་ནས་མི་འདུག་བསམ་པ་ཡག་རྟགས་གཏན་ནས་མི་འདུག་བསམ་པ་ཅིག་གིས་བློ་ངན་ཤེས་བྱས་པ་ཅིག་གིས་ཤེས་ནས་ཨེ་ན་ནང་གི་ངན་འགྲོ་དེ་ལ་འཇུག་དགོས་ཀྱི་ཡོད་རེད་ནང་གི་ངན་འགྲོ་འཇུག་པ་བྱེད་ས་དེ་ལ་དན་རྟགས་མངའ་ཡོད་རེད་ད་ཉི་མ་ཚང་གིས་འབངས་མངའ་ཟེར་ནས་བཤད་རྒྱུ་ཡོད་རེད་ས་ལྕགས་ཀྱི་ཤོག་ལ་སོགས་པ་དང་བཅས་ཀྱི་ཐབ་འབུངས་བཞི་ཟིན་བསྟན་གྱི་ཡོད། དེ་དཀྱིལ་གྱི་ཆད་པ་གར་ཤོག་གསུང་བར་ཟད་ན། ལྔ་པ་དེ་བླ་མེད་རྣལ་འབྱོར་ཟེར་ལ་བླ་སྒྲུབ་དེ་ས་སྐྱ་པ་ཁོང་རྣམས་པ་དང་བཅས་ཀྱི་དེ་དངོས་གཞི་གི་སྒྲུབ་པ་རྣམས་བླ་སྒྲུབ་ཀྱི་ཁོངས་སུ་ལ་ཡར་བསྡུ་ནས། དེ་ནས་ཡང་འབུངས་བཞི་ཟིན་ནས་བརྩི་འདོད་ཀྱི་ཡོད། གཉིས་མ་ཚང་གི་སྔགས་གར་ཟེར་དགོས་རེད་དེ་བླ་མེད་རྣལ་འབྱོར་དེ་ཡང་སྔས་འགྲོས་ཀྱི་ནང་ལུགས་ལ་མའང་ཐེངས་ནས། དེ་ནི་མི་འབངས་ང་སི་སི་བཤད་འདུག་ཅིག་ཅིག་དེ་རེད་དགའ་སྐྱོ་པ་དོ་ས་ཆ་པ་ཕ་ཆེ་བ་སྐྱིད་པ་རེད་བ་དེ་འདྲའི་ཆེ་འདྲའི་ཐ་ད་ཐ་སྙད་བཤད་པ་རེད་མ་གཏོགས་ཅི་བེད་ཀྱི་མདོ་ན་མི་འབངས་ང་སི་སི་དེ་ག་རེ་རེད་ཟེར་ན། སངས་རྒྱས་ཐང་ཆད་ལ་ཤགས་སུ་འགྲོ་བི་གི་ཤགས་འགྲོ་འབངས་སྐྱིད། ལུས་ཀྱི་སྒོ་ནས་ཤགས་མི་འབངས་འབྲོང་སྐྱིད་འབངས་སྐྱིད་ཟེར་ནས་ཨོ་དེ་འདྲའི་ཞིག་འབྲོང་འགྲོ་གི་ཤགས་དུ་ཤགས་འགྲོ་གཉིས་པོ་འབྲང་མ་བྱས་ནས་དེ་གཉིས་པོ་འདི་འབངས་རེ་རེ་རེད་ཟེར་བའི་འབངས་གཉིས། དེའི་སྟེང་དུ་ལ་ཚོགས་བསགས་པ་ཞིག་པ་ལ་མེད་དུ་མི་རུང་བ་བྱེད་ཀྱི་མན་འདྲ་འབངས་སྐྱིད། དེ་དུ་གསུམ་རེ། དེའི་སྟེང་དུ་སྒྲིབ་པ་གཞོམ་བ་ཞེས་པའི་གི་གཞུང་བཞི་གི་གཉིས་པོ་ལ་མེད་དུ་མི་རུང་བ་རྡོ་གསེར་དགང་བཟླས་ཞེས་པ་དེ་འབུམ་གཅིག། འོ་ད་ལྟའི་གི་འབུམ་བཞི་བ་སྟེ་རེ། དེའི་སྟེང་དུ་ལ་སངས་རྒྱས་ཐམས་ཅད་ཀྱི་ཐུགས་ཀྱི་བྱིན་རླབས་དེ་བཙན་ཐབས་སུ་རང་རྒྱུད་ལ་རག་དགོས་ཀྱི་ཡོད་ན་མེད་དུ་མི་རུང་བ་དེ་ནི་མགུར་ཡོ་ག་དང་བླ་མའི་རྣལ་འབྱོར་སྲས་འདུལ་གྱི་ཆེན་པོ་སྟེ་རེ། བླ་མའི་རྣལ་འབྱོར་ལ་འབུམ་གཅིག་བསྟན། དེའི་རྣམ་པ་འབུམ་ལྔ་སྟེ་མཚུངས་གསུམ་པ་དེ་ལ་དན་རྟགས་ལྔ་པོ་དེ་ཉམས་སུ་ལེན་རྒྱུ་ཅན་གྱིས་དང་དེ་ཡོངས་སུ་རང་རྒྱུད་ལ་འབྱོར་ཚར་སོང་ན་ད་ནང་གི་ད་སྔས་འགྲོ་ཟེར་བ་དེ་རེད་ནང་གི་སྔས་འགྲོ་སྟེ། དུས་ཀྱི་སྡེ་ཚན་རྣམ་པ་ལྔ་པོ་དེ་ལ་ཚུལ་བཞིན་དུ་ཤེས་ཤིང་དོན་རྟོགས་པ་གྱིས་བཞག་ན་ནང་གི་སྔས་འགྲོ་དེ་ཤེས་པ་རེད། དེ་བདག་རྒྱ་ལ་ཡོངས་སུ་འབྱུང་བར་སྤྱོད་པར་བྱེད་དོ། དེ་ནས་ཚར་ཟིན་པ་བྱིན་གྱིས་བཞག་ན། དེ་ནས་ནང་གི་སྔས་འགྲོ་ཐོབ་མོ་ཤེས་ངེས་ཕྱི་ནང་གཉིས་ཀ་གི་སྔས་འགྲོ་དག་ཕུན་སུམ་ཚོགས་པ་བྱིན་ཏེ་ཚར་ཡིན་ཟེར་བ་གི་ཨོ་དན་རྡོ་དེ་ཡིན་དུས་འདོགས་ན་ད་སྔས་འགྲོ་ཟེར་བ་དེ་དུས་དན་རྡོ་དགོས་ཀྱི་ཡོད་རེད། ཐུན་མོང་གཤིས་ཀྱི་ངན་འགྲོ་ལ་དན་རྟོག་རྣམ་པ་བཞི། ཐུན་མིན་ནང་གི་ངན་འགྲོ་ལ་དན་རྟོག་རྣམ་པ་ལྔ། དྭངས་སྣང་དན་རྟོག་རྣམ་པ་དགུ་དེ་ལ་ད་ངན་འགྲོ་ངན་འགྲོ་ངན་འགྲོ་ཟེར་ནས་མཇུག་གི་བཙུག་ས་ཐང་ཆད་ཀྱི་དན་རྟོག་དེ་རེད། ད་ང་རང་ཚོ་གི་བཤད་མཁན་ཡིན་ན་འདྲ། ཁྱེད་རྣམ་པ་ཉན་མཁན་ཡིན་ད་ནི་ང་རང་ཚོ་གི་སྐབས་སུ་ད་འདི། ཚ་ཚ་དང་རྫོགས་རྫོགས་ཀྱི་བར་དུ་བློ་རྩེ་འདུམ་པ་གཏད་ས་ཅིག་དེ་དན་རྟོག་དགུ་པོ་དེ་རེད། དེ་ཚ་ཚ་བུད་ཀྱི་ཞོ་བུད་ལ། ཨེ་ནི། ཆ་ལགས། ད་ཧ་ཅང་གི་དཀའ་ཆེ་བའི་གི་ཉལ་ལམ་འཕོ་བ་སེ་གང་གི་དེ་ནི་འཕོ་བ་གཞོམ་པའི་གི་གོ་རིན་དུ་བཅད་པ་ཨོ་ད་དེ་ཡ་བཞག་བཞག་པ་དེ་ཚར་སོང་ན་དེ་སྐུ་བཟོ་ལམ་མི་ཞག་ལོང་དུ་ད་མཁྱེན་ཉིན་ཞིག་ཚར་བ་རེད་ཨོ་དེ་ཡིན་དུ་རྩ་ནས་ཨེ་ནི་རྣམ་པ་ལྷན་རྒྱལ་གི་ད་རིམ་པ་བཞིན་དུ་དེ་ནས་ཞིག་མ་དེ་ལོ་ཙེ་བལྟས་ནས་རྗེས་མི་དཀའ་སོང་ང་རང་ཚོ་དུས་སྲོལ་དུ་བཏོན་ནས་དེ་ནི་རིམ་པ་བཞིན་དུ་མར་འགྲོ་རྒྱུ་ཡིན་ཨོ་ད་དེ་རིང་དེང་སང་ལ་བཞག་རྒྱུ་ཡིན་བཀའ་དྲིན་ཆེ།